བོད་ཀྱི་ཐ་སྙད་ངོ་སྤྲོད་ཀྱི་ལེ་ཚན་སིང་སིང་གནང་མཁན་ལྷན་རྒྱས་ལྷག་དཀར་བཟང། ང་ཨ་གཟའ་འཁོར་འདིའི་ཐ་སྙད་ངོ་སྤྲོད་ཞུ་མཁན་དབུ་མ་ཁྲི་ལས་ཡིན། ཐོག་མར་ངའི་རྣམ་པ་ལྷན་རྒྱས་ལ་ཡ། གཟའ་འཁོར་སྔོན་མའི་རེས་གཟའ་ལྷག་པའི་ཉིན་ལ་ཡ་རྒན་ཨུ་རྒྱན་བསྟན་འཛིན་ལགས་ཀྱིས་ངོ་སྤྲོད་གནང་ཟིན་པའི་ཐ་སྙད་ཁག་བདུན་འདི་དྲན་གསོའི་ཚུལ་དུ་ཨ་ནས་བསྐྱར་ལོ་ཅིག་ཞུ་ཡ་ཡིན། Booster Shot། ནུས་ཕར་སྔོན་ཁབ། Booster Shot། ནུས་ཕར་སྔོན་ཁབ། Documentary Film།

Free Kick། རང་མོས་རྡོག་རྡེག། Lift། མགྱོགས་འབེབས། Lift། མགྱོགས་འབེབས། དེ་ན་ཡང་གཤམ་ལ་ཡང་ངས་དེ་རིང་ལྷག་དཀར་ཉིན་མོ་ལྷན་རྒྱས་སུ་དུས་རྒྱུན་ང་ནང་ཚོའི་འཚོ་བའི་ནང་ལོགས་ལ་ཡང་བེད་སྤྱོད་ཆེན་པོ་ཡོད་པའི་དབྱིན་བོད་ཤན་སྦྱར་གྱི་ཐ་སྙད་མི་འདྲ་བ་བདུན་ངོ་སྤྲོད་ཞུ་ཡ་ཡིན་པས་ལྷན་རྒྱས་ཚོས་ཨ་ནི་མུ་མཐུད་ནས་གཟིགས་གཟིགས་གནང་རོགས་གནང་ཞུ་ཡ་ཡིན། དང་པོ། Menu། ཟས་ཐོ། Menu།

བཞུགས་བྱང། བཞུགས་བྱང་ཞུ་ཡ་དེ་གྲུ་གཟིངས་རེད་ཡང་ན་གནམ་གྲུའི་ནང་ལ་ཡང་བཞུགས་ཆོག་ཡ་ལ་ཡང་ཨ་ནི་འགྲུལ་པ་རྣམས་ལ་ཡང་ངེས་པར་དུ་དགོས་པའི་ཨ་ནི་འགྲུལ་བཞུད་ཀྱི་ཟླ་དུས་ཚེས་གྲངས་དང་ཨ་ནི་རྐུབ་བཀྱག་གི་ཨང་གྲངས་ལ་སོགས་པ་གསལ་བའི་ཨ་ནི་ཡིག་ཆ་འམ་འཛིན་ཤོག་འཕར་མ་དེ་ལ་ཡང་ཨ་ནི་བཞུགས་བྱང་བཞུགས་ཡ་རེ་ཞུ་ཡ་ཡིན། དྲུག་པ། Video Camera། བརྙན་ལེན་འཕར་ཆས། Video Camera། བརྙན་ལེན་འཕར་ཆས། བདུན་པ། Chemotherapy། འཛད་སྤྱོད། Chemotherapy། འཛད་སྤྱོད། གཙོ་བོ་ཨ་ནི་འབྲས་ནད་ཕོག་པའི་ལུས་ཀྱི་ཆ་ཤས་སམ་ཨ་ནི་དབང་པོའི་ཕྲ་ཕུང་གི་སྐྱེ་འཕེལ་འགོག་ཆེད་རེད་ཡང་ན་ཨ་ནི་འབྲས་ནད་ཀྱི་ཕྲ་ཕུང་འཇོམས་ཆེད་དུ་སྨན་རྫས་ཀྱི་རིགས་བེད་སྤྱོད་བྱས་ཏེ་ཨ་ནི་སྨན་བཅོས་བྱེད་ཐབས་དེ་ལ་ཡང་འཛད་སྤྱོད་ཞུ་བར་ཞུ་ཡ་ཡིན། ཨ་ནི་ལགས་སོ་ཐེངས་འདིའི་ཐ་སྙད་ངོ་སྤྲོད་ཀྱི་ལེ་ཚན་སྙན་སྒྲོན་ཞུས་ཟིན་པ་ཡིན་རྣམ་པ་ཚོས་ནམ་ཞག་རྒྱུན་དུ་བོད་སྐད་གཙང་མ་རྒྱབ་ཡ་ལེ་ཨ་ནི་འབད་རྩོལ་གང་ཐུབ་ཐུབ་གནང་རོགས་གནང་འབོད་སྐུལ་ཞུ་རྒྱུ་དང་ཨ་ནི་ཐུགས་རྗེ་ཆེ་ཞུ་ཡ་ཡིན་ཨ་ནི་ང་ནག་རྗེས་མའི་ལེ་ཚན་ནང་ལ་ཡ་ཡང་བསྐྱར་མཇལ་ཡོང་ལྷན་སྐྱེས་ཞུ་རྟེན་བྱ་དགོས།